དེ་རིང་གི་ང་ཚོའི་ལས་རིགས་ནང་ལ་ཐའེ་ཝན་གྱིས་ཟླ་ནོར་ཁྲོམ་གྱི་ལས་དུས་གསར་པ་ལ་གྲ་སྒྲིག་བྱེད་བཞིན་པའི་སྐོར་དང་ཁྲོམ་གྱིས་ལས་དུས་གཉིས་པའི་ནང་དུ་བྱང་ཀོ་རི་ཡའི་ཐོག་ལ་སྲིད་ཇུས་ག་འདྲ་འཛིན་རྒྱུ་ཡིན་མིན་སྐོར། དེ་བཞིན་ཁྲོམ་གྱིས་འབྱུང་འགྱུར་ཨ་མི་རི་ཁའི་མིས་བཟོས་ཅོ་རིགས་ཀྱི་ཁྱབ་ཁོངས་ལ་སྣེ་ཁྲིད་ཐུབ་རྒྱུའི་རེ་བ་བྱེད་སྤྱོད་པ་སོགས་བོད་དང་འཛམ་གླིང་གི་སྲན་ཇུས་ཅན་ཁག་ཅིག་སྙན་སྒྲོན་ཞུ་སྤྱོད་པའི་རིམ་པའི་གསན་གཟིགས་གནང་རོགས། དེ་རིང་གི་ལས་རིམ་ཐོག་མ་དེ་འཛམ་བུ་གླིང་གི་ཨ་མི་རི་ཀའི་བདམས་ཐོན་སྲིད་འཛིན་ཟླ་ནོར་ཁྲོམ་མཆོག་ཟླ་བ་རྗེས་མར་ཕོ་བྲང་དཀར་པོ་ལ་ཕྱིར་ལོག་འཕེལ་འགྱུར་ལ་རེ་སྒུག་བྱེད་བཞིན་པའི་སྐབས་སུ། ཐའེ་ཝན་གྱིས་རྒྱ་ནག་གི་ནུས་ཤུགས་ཆེ་རུ་འགྲོ་བཞིན་པའི་གནས་སྟངས་ལ་གདོང་ལེན་བྱེད་དགོས་པའི་ཁར། ཨ་རི་དང་ཐའེ་ཝན་བར་ངེས་གཏན་མེད་པའི་འབྲེལ་ལམ་དེ་ལ་ཡང་གྲ་སྒྲིག་བྱེད་དགོས་འཁེལ་དགོས་པ་རེད། ཐའེ་ཝན་ནང་གི་དམག་མི་དང་མི་སེར་ཚོས་ངལ་བསྟས་མེད་པའི་མ་འོངས་པའི་གནས་སྟངས་ལ་གྲ་སྒྲིག་བྱེད་བཞིན་པ་རེད། ཨ་མེ་རི་ཁའི་བདམས་ཐོན་སྲིད་འཛིན Donald Trump ཀྱིས་ལས་དུས་གསར་པ་འགོ་འཛུགས་གྲབས་ཡོད་པ་དང་རྒྱ་ནག་གི་གནོན་ཤུགས་ཇེ་ཆེར་འགྲོ་བཞིན་པ་རེད། སྲིད་འཛིན Biden ཀྱིས་གལ་ཏེ་རྒྱ་ནག་གིས་ཐའེ་ཝན་ལ་ཚུར་རྒོལ་བྱས་པ་ཡིན་ན་ཨ་མེ་རི་ཁས་ཐའེ་ཝན་ལ་རོགས་སྐྱོར་བྱ་རྒྱུ་ཡིན་པ་ཡང་ནས་བསྐྱར་དུ་བརྗོད་མྱོང་ཡོད་ཀྱང་བདམས་ཐོན་སྲིད་འཛིན Trump ཀྱིས་བར་ལམ་ཐའེ་ཝན་གྱིས་ཨ་མེ་རི་ཁ་ལ་འགོག་སྲུང་གི་རིན་པ་སྤྲོད་དགོས་པའི་བསམ་འཆར་བཏོན་མྱོང་བ་རེད། གསར་འོས་པ་ཡིན་བའི་ཁྲོན་ཕུའུ་ཐཱ། ང་ལ་སེམས་ཁྲལ་འདུག་རྒྱུ་མཚན་ནི Trump ཀྱིས་ག་རེ་བཤད་རྒྱུ་ཡོད་པ་དང་ག་རེ་བྱེད་རྒྱུ་ཡོད་པ་དེ་བཤད་ཁག་པོ་འདུག་ཁོའི་རྒྱབ་རོགས་ལ་ག་རེ་བྱེད་རྩིས་ཡོད་པ་ང་ཚོས་མཐོང་ཐུབ་གི་མ་རེད། གང་ལྟར་ཁོས་ནི་སོ་སོའི་ཡི་གེ་འཕེལ་དང་ཨ་མི་རི་ཀའི་ཁེ་འཕེལ་ཆེད་དུ་ལས་ཀ་བྱེད་མཁན་ཞིག་རེད། Trump ཀྱིས་རྒྱ་ནག་ལ་ལངས་ཕྱོགས་ཕྲ་པོ་འཛིན་མཁན Marco Rubio དང Michael Waltz སོགས་བློན་ཆེན་འགའ་ཤས་མིང་འདོན་བྱས་ཡོད་ཀྱང། Taiwan སྐོར་གྱི་དཔྱད་བརྗོད་དེ་ཚོས་གསལ་པོ་མིན་པ་རེད། དེས་ན་ཁོང་གིས་ཉིས་སྟོང་ཉི་ཤར་སོང་ལོའི་སྤྱི་ཟླ་དམ་པའི་ནང་གི་བཅར་འདྲི་ཞིག་གི་སྐབས་ལ། ངས་ང་རང་གི་བསམ་ཚུལ་བཤད་འདོད་མེད་གལ་སྲིད་ངའི་དྲི་བ་དེ་ལ་ལན་བཏབ་པ་ཡིན་ན་ང་རང་གྲོས་མོལ་གྱི་གནས་བབ་སྡུག་པོ་ཞིག་གི་སྒང་ལ་ལྷུང་འགྲོ་གི་རེད། Trump ཀྱིས་ཨ་མི་རི་ཁ་དེ་བཞིན་ཁེ་རྐྱང་གི་ལམ་ལ་འགྲོ་འཇུག་འདོད་ཡོད་མེད་ཤེས་རྟོགས་ཡོང་ཁག་པོ་ཡིན་ཡང་རྒྱ་ནག་གིས་ཐའེ་ཝན་ཐོག་ལ་འཛིན་པའི་ལངས་ཕྱོགས་གསལ་པོ་རེད་འདུག། ཨ་རི་དང་ཐའེ་ཝན་བར་གཞོགས་འདེགས་ཀྱི་འབྲེལ་ལམ་ཡོད་ཚད་ལ་རྒྱ་ནག་གིས་ངོ་རྒོལ་ཡོད།
ཐའེ་ཝན་མང་ཚོགས་འགའ་ཤས་ཀྱིས་ཐའེ་ཝན་གྱི་རང་དབང་དམངས་གཙོའི་རིན་ཐང་ལྟ་གྲུབ་དེ་ཨ་རབ་དང་ནུབ་ཕྱོགས་དམངས་གཙོ་རྒྱལ་ཁབ་ཚོའི་དང་འབྲེལ་ལམ་ཉེ་རུ་བཏང་སྲིད་པ་ནོར་དགོས་པ་རེད། Trump དང Biden གཉིས་ཁ་ཁ་བྱས་ནས་བལྟ་དགོས་ཀྱི་རེད་ཁོ་གཉིས་སོ་སོའི་ལ་སྒེར་གྱི་ལྟ་བ་ཡོད་རེད་ཡིན་ནའི་དེ་ཡིས་ཐའེ་ཝན་དེ་ཨ་མི་རི་ཁ་དང་ཐ་ན་འཛམ་གླིང་འགོག་སྲུང་གི་གྲུབ་ཆ་གཙོ་བོ་ཞིག་ཆགས་ཡོད་པའི་རིམ་ཐང་ལ་ཤུགས་རྐྱེན་ཐེབས་ཀྱི་མ་རེད་བསམ་གྱི་འདུག་ཕྱི་རྒྱལ་བ་ཚོས Trump གྱི་འཛིན་སྐྱོང་གསར་པས་ཐའེ་ཝན་གྱི་སྲིད་བྱུས་ལ་འགྱུར་ལྡོག་ཆེན་པོ་བཏང་མི་སྲིད་པ་འདོད་དགོས་པ་རེད། གང་ལྟར་ཐའེ་ཝན་གྱིས་ཁྲོམ་ཨབ་ཀྱི་ལས་དོན་གཉིས་པར་གྲ་སྒྲིག་བྱེད་བཞིན་པ་དང་རྒྱ་ནག་གིས་ཀྱང་ཐའེ་ཝན་ལ་དམག་གི་སྡིགས་སྐུལ་བྱེད་ཤུགས་ཆེ་རུ་གཏོང་གི་ཡོད་པ་རེད། ཕྱི་སྒེར་པ་ཚོས་རྒྱ་ནག་གི་བྱ་སྤྱོད་དེ་ཚོ་ནི་ཐའེ་ཝན་གྱི་འོས་འཕེན་པ་དང་ཐའེ་ཝན་དམངས་གཙོའི་གཞུང་ལ་མིང་སྤེལ་བྱས་པ་ཞིག་ཡིན་པ་མ་ཟད། པེ་ཅིང་གིས་ཐའེ་ཝན་ལ་བཙན་འཛུལ་བྱས་པའི་ཚད་དེ་ཚད་ངེས་ཅན་ཞིག་གི་ཐོག་ནས་རིང་མིན་ཁྲོམ་ཨབ་གཞུང་འཛིན་གྱིས་ཐའེ་ཝན་དང་རྒྱ་ནག་མཐོང་ཚོད་པའི་སྲིད་བྱུས་ལ་རག་ལས་དགོས་པ་རེད་ཅེས་བརྗོད་འདུག། ཨ་རི་རླུང་འཕྲིན་ཁང་གི་གསར་འགོད་པ་ཝི་ལི་ཡམ་ཡཱང་ལགས་ཀྱིས་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་ནས་བཏང་གནང་བའི་གནས་ཚུལ་དེ་ཕ་རྒྱུད་ཀྱི་ཉན་སྤྲོ་ཞུ་མཁན་ཚེ་རོང་ཝང་མིང་ཡིན། Donald Trump ཀྱིས་དེ་སྔོན་སྲིད་འཛིན་ལས་དུས་དང་པོའི་སྐབས་སུ་བྱང་ཀོ་རི་ཡ་ནང་གི་བདུན་ཕྲན་མཚོན་ཆའི་ལས་གཞི་དེ་མཚམས་འཇོག་ཡོང་ཐབས་ཆེད་དུ་བྱང་ཀོ་རི་ཡའི་ཐོག་ལ་དཔལ་འབྱོར་གྱི་ཉེས་ཆད་དང་དམ་དྲག་བཀའ་བསྟུན་བྱས་མྱོང་བ་རེད། རིང་མིན Trump ཀྱི་ལས་དུས་གཉིས་པའི་ནང་དུ་བྱང་ཀོ་རི་ཡའི་ཐོག་ལ་སྲིད་ཇུས་ག་འདྲ་འཛུགས་རྒྱུ་མི་དགོས་ཀྱི་གནས་ཚུལ་ཞིག་ནོར་བུ་བསམ་ཡུལ་ལགས་ཀྱིས་ཉན་སྤྲོ་ཞུས་གནང་གི་རེད།
བྱང་ཀོ་རི་ཡའི་མགོ་ཁྲིད་ཀེམ་ཇོང་ཨུན་གྱིས་རྒྱོ་ནལ་ཀྲམ་སྲིད་འཛིན་བདམས་ཐོན་བྱུང་བའི་རྗེས་སུ་དྲག་པོའི་གོ་མཚོན་གྱི་འགྲེམས་སྟོན་ཞིག་བྱས་པ་བརྒྱུད་ནས་ཨ་མི་རི་ཀའི་ཐོག་ལ་གཏམ་བཤད་དང་པོ་དེའི་ནང་ལ། འདས་པའི་གྲོས་མོལ་དེ་དག་གིས་ཨ་མི་རི་ཀའི་སྲིད་གཞུང་གིས་བྱང་ཀོ་རི་ཡའི་ཕྱོགས་སུ་འགྱུར་བ་མེད་པའི་སྡང་འཛིན་ཟེར་བ་དེ་ངེས་གཏན་ར་སྤྲོད་བྱས་ཡོད་ཅེས་གསུངས་ཡོད་པ་རེད། དེར་བརྟེན་ཀིམ་ཇུང་ཨུན་གྱིས་ཕྱི་ཕྱོགས་ཀྱི་སྡིགས་སྐུལ་ཉེན་ཁ་དེ་དག་ལ་གདོང་ལེན་བྱ་ཐབས་གཅིག་པུ་དེ་ནི་བྱང་ཀོ་རི་ཡའི་རྡུལ་ཕྲན་མཚོན་ཆའི་ནུས་སྟོབས་དེ་དག་ཚད་གཞི་མེད་པར་རྒྱ་སྐྱེད་བྱ་རྒྱུའི་དམ་བཅའ་དེ་དག་གསལ་བསྒྲགས་གནང་ཡོད་པ་རེད། ཨ་མི་རི་ཀའི་ཕྱི་སྲིད་ལས་ཁང་གི་ཨེ་ཤེ་ཡའི་ལས་དོན་གྱི་གཞུང་འབྲེལ་མི་སྣ་ཨེ་ཝན་རེ་བྷ་རི་གིས་གསུང་འདོན་བྱས་པ་ཡིན་ན་བྱང་ཀོ་རི་ཡའི་འགོ་ཁྲིད་ཀིམ་ཇུང་ཨུན་ནི་མདོར་ན་ཀྲམ་གྱིས་ཕྱི་ལོ་ཉིས་སྟོང་བཅུ་དགུའི་ནང་ལ་འབྲེལ་བ་བྱས་པ་དེ་དང་མི་འདྲ་བར་འགྱུར་བ་ཆེན་པོ་ཞིག་ཕྱིན་ཡོད་པ་རེད། ཁེམ་ཇོང་ཨུན། ཀེམ་ཇོང་ཨུན་གྱིས་དེང་སྐབས་ཁོང་རང་ལ་ཁེ་ཕན་གྱི་ནུས་པ་ཆེ་བ་ཡོད་པའི་ཡིད་ཆེས་བྱེད་དགོས་བ་རེད་དེའི་རྒྱུ་མཚན་གཅིག་ནི་ཁོང་དང་ར་ཤི་ཡའི་བར་ལ་འབྲེལ་བ་གསར་བ་དེའི་རྐྱེན་གྱིས་རེད། ཨ་མི་རི་ཀའི་དྲག་པོའི་མི་སྣ་ཁག་གིས་གསུང་འདོན་བྱས་བས་ན་ར་ཤི་ཡས་ཡུག་ཁན་གྱི་མདོ་ལ་བཙན་འཛུལ་དམག་འཁྲུག་འདིའི་ནང་ལ་བྱང་ཀོ་རི་ཡའི་དཔུང་དམག་ཁྲི་གཅིག་ལྷག་ཙམ་ཞིག་འབྱོར་ནས་ར་ཤི་ཡ་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་པ་རེད། ཉེ་ཆར་ཟླ་བ་སྔོན་མའི་ནང་ལ་ར་ཤི་ཡའི་རྒྱལ་སྲུང་བློན་ཆེན Andrei Ablosov གིས་བྱང་ཀོ་རི་ཡ་དང་མཉམ་དུ་བདེ་སྲུང་མཉམ་འབྲེལ་གྱི་གྲོས་མཐུན་ཞིག་གིས་ཀོ་རི་ཡ་ཕྱེད་གླིང་གི་ཐོག་ལ་དམག་འཁྲུག་གི་ཉེན་ཁ་ཇེ་ཆུང་དུ་གཏོང་གི་རེད་ཅེས་གསུངས་ཡོད་པ་རེད། དེའི་བར་ན་བྱང་བཟོ་ཨ་རིའི་འབྲེལ་མཐུན་དམག་དོན་མཐུན་ཕྱོགས་སྒྲིག་འཛུགས་ནེ་ཏྲོ་གི་སྤྱི་ཁྱབ་དྲུང་ཆེ་མཱ་ཁིས་རུའུ་ཀྲེ་ཀིས། བྱང་ཀོ་རི་ཡ་དང་ར་ཤི་ཡའི་བར་ལ་མཐུན་ཕྱོགས་ཀྱི་འབྲེལ་བ་འདི་ནི་ལྡོ་ནལ་ཏྲམ་གྱི་སྲིད་གཞུང་གསར་པ་དེ་ཡིས་གདོང་ལེན་བྱེད་དགོས་པའི་དཀའ་རྙོག་ཞིག་ཆགས་ཀྱི་རེད་ཅེས་གསུངས་ཡོད་པ་རེད།
བྱང་ཀོ་རི་ཡས་ནག་ལ་རྡུལ་ཕྲན་མཚོན་ཆ་དང་མེ་ཤུགས་འབར་མདེལ་གྱི་འཕྲུལ་ལས་ལག་རྩལ་ཕོན་ཆེ་ཞིག་མུ་མཐུད་ནས་འབྱོར་བཞིན་པ་རེད། དེ་འདྲ་ཡིན་ཙང་བྱང་ཀོ་རི་ཡ་ཡིས་འཕྲུལ་ལས་ལག་རྩལ་དེ་དག་བེད་སྤྱོད་བྱེད་སྲིད་པའི་ཉེན་ཁ་དེ་ནི་ང་ཚོ་འདི་ཁུལ་གཅིག་པུའི་ཐོག་ལ་མ་ཡིན་པར་ཨ་མི་རི་ཀའི་ཐོག་ལ་ཡང་འདི་ཁུལ་གྱི་ཉེན་ཁ་གཅིག་རེད། བྱང་ཀོ་རི་ཡའི་ཐོག་ལ་ཨ་མི་རི་ཀའི་རྒྱལ་དོན་གསང་བའི་གཞུང་འབྲེལ་མི་སྣ་ཟུར་པ་སིར་ནི་སི་ལར་གྱིས་བྱང་ཀོ་རི་ཡ་དང་ར་ཤི་ཡའི་མཐུན་ཕྱོགས་ཀྱི་འབྲེལ་བ་འདི་ཡིས་རྒྱལ་སྤྱིའི་བདེ་འཇགས་ཀྱི་ཐོག་ལ་འདི་ཁུལ་གྱི་ཉེན་ཁ་ཆེན་པོ་ཞིག་བཟོ་སྲིད་པའི་ཉེན་བརྡ་བཏང་ཡོད་པ་རེད།
Becoming a military alliance with བྱང་ཀོ་རི་ཡ་དང་ར་ཤི་ཡ་ཡུལ་འདི་གཉིས་དྲག་པོའི་མཐུན་ཕྱོགས་ཤིག་ཏུ་འགྱུར་བཞིན་པ་འདི་ནི་ད་ལྟ་དང་མ་འོངས་ཕུགས་རྒྱང་རིང་པོར་ཉེན་ཁ་ཆེན་པོ་ཞིག་ཡིན་པ་འདི་ཡིས་ད་ལྟ་ཡུག་ཀེན་གྱི་ནང་ལ་དམག་འཁྲུག་འདི་རྒྱུན་རིང་དུ་གཏོང་རྒྱུ་དང། ཀོ་རི་ཡ་ཕྱེད་གླིང་གི་བདེ་འཇགས་བརྟན་ལྷིང་སོགས་ཐེ་བའི་རྒྱལ་སྤྱིའི་བདེ་ཚོགས་ཀྱི་བདེ་འཇགས་བརྟན་ལྷིང་དཀྲུག་རྐྱེན་ཞིག་ཅིག་རེད། སྐུ་ཞབས་སེར་ནི་སཱི་ལར་གྱིས་གསུང་འདོན་བྱས་པའི་ནང་བྱང་ཀོ་རི་ཡ་ལ་ར་ཤི་ཡའི་དྲག་པོའི་བདེ་སྲུང་གི་རོགས་རམ་དང་གོ་མཚོན་འཛུགས་སྐྲུན་དང་དངུལ་དང་བཟའ་བཅའ་སོགས་ཀྱི་རོགས་རམ་ཁྱོན་ཆེ་འབྱོར་བཞིན་པའི་རྐྱེན་གྱིས་སྒྲོ་ནལ་ཀྲམ་གྱི་ལས་དུས་དང་པོའི་སྐབས་དང་མ་འདྲ་བར་ད་ཆ་བྱང་ཀོ་རི་ཡ་ལ་ཨ་མི་རི་ཀའི་རོགས་རམ་གྱི་གོས་སྐུ་ཆུང་དུ་ཕྱིན་ཡོད་པ་རེད།
ཀེམ་ཇོང་ཨུན་ལ་དེང་སྐབས་རང་གི་གྲོགས་པོ་གསར་བ་བྷི་ལ་ཏི་མེ་ལ་ཕུ་ཏིན་ནས་རོགས་རམ་ཚང་མ་འབྱོར་གྱི་ཡོད་ཙང་ཁོང་གིས་སྒྲོ་ནལ་ཀྲམ་ལ་འབྲེལ་གཏུག་བྱེད་དགོས་དོན་ཡོད་མ་རེད། མདོར་ན་ཀྲམ་གྱིས་སྲིད་འཛིན་ལས་དུས་དང་པོའི་སྐབས་སུ། ལྷོ་ཀོ་རི་ཡའི་འགོ་ཁྲིད་ཚོ་དང་མཉམ་འབྲེལ་བྱས་ཏེ་བྱང་ཀོ་རི་ཡའི་རྡུལ་ཕྲན་མཚོན་ཆའི་ལས་གཞི་དེ་ཕྱིར་འཐེན་ཡོང་ཐབས་སུ་འབད་བརྩོན་གནང་ཡོད་པ་རེད། སྐུ་ཞབས་ཨི་ཝན་རི་བྷ་རེ་གིས་གསུང་འདོན་བྱས་པ་ཡིན་ན་མདོར་ན་ཀྲམ་གྱིས་སྲིད་འཛིན་ལས་དུས་གཉིས་པ་འདིའི་ནང་ལ་རྡུལ་ཕྲན་མཚོན་ཆ་བཟོ་རྒྱུར་ཆོད་སེམས་བརྟན་པོ་ཡོད་པའི་བྱང་ཀོ་རི་ཡའི་རྒྱལ་ཁབ་གསར་བ་ཞིག་ལ་གདོང་ལེན་གནང་ཁོད་ཆགས་ཀྱི་ཡོད་པ་རེད།
བྱང་ཀོ་རི་ཡ་ཡིས་རྒྱུན་རིང་ནས་རེ་འདུན་བྱེད་བཞིན་པ་དེ་དག་ནི་ངོས་འཛིན་ཞིག་ཐོབ་ཐབས་སམ་ཡང་ན་མ་མཐར་ཡང་ཨ་མི་རི་ཀའི་ཕྱོགས་ནས་བྱང་ཀོ་རི་ཡ་འདི་བཞིན་ཁྲིམས་མཐུན་ཡིན་པ་དང་འདུལ་ཁྲིམས་མཚོན་ཆ་ལྡན་པའི་སྟོབས་ཤུགས་ཤིག་ལ་ངོས་འཛིན་དང་དེ་བཞིན་རྒྱལ་ཁབ་འདི་གཉིས་ལྷན་འཛོམས་གནང་སྟེ་ཕན་ཚུན་ཞི་བདེ་མཉམ་གནས་བྱེད་ཕྱོགས་ཀྱི་སྐོར་ལ་གྲོས་མོལ་བྱེད་དགོས་པའི་རེ་བ་དེ་དག་རེད། ཉེ་ཆར་ཟླ་བ་སྔོན་མའི་ནང་ལ་ཨ་མི་རི་ཀའི་སྲིད་འཛིན་འོས་བསྡུ་འདིའི་སྔོན་ཙམ་དུ་བྱང་ཀོ་རི་ཡ་ཡིས་ཨ་མི་རི་ཀའི་ས་ཁོངས་ཕལ་ཆེ་བ་བསྙབ་ཐུབ་པའི་གླིང་ཆེན་ཕན་ཚུན་འདྲེན་གཏོང་གི་མེ་ཤུགས་འབར་མདེལ་ཐོན་གསར་ཞིག་ལ་ཚོད་ལྟ་བྱས་ཡོད་པ་རེད། གནས་ཚུལ་འདི་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་ནོར་བུ་བསམ་འཕེལ་ཡིན།
དེང་སྐབས་མིས་བཟོས་བཅོས་སྒྲིག་གི་བཟོས་ཚོང་ཁང་ཚོས Chat GPT ལ་སོགས་པ་བཀོལ་སྤྱོད་ཀྱིས་ཕན་ཚུན་འགྲན་རྩོད་ཤུགས་ཆེ་བྱེད་བཞིན་ཡོད་ཀྱང་བཅོས་སྒྲིག་ལ་དོ་དམ་བྱེད་པའི་ནུས་པ་དེ་ཁྲོན་རིགས་ཀྱི་རྒྱལ་ལ་ཆོད་གི་མེད་པ་རེད། ཨ་མི་རི་ཀའི་བདམས་ཐོན་སྲིད་འཛིན Donald Trump མཆོག་གིས་འབྱུང་འགྱུར་ཨ་མི་རི་ཀའི་མིས་བཟོས་བཅོས་སྒྲིག་གི་ཁྱབ་ཁོངས་ལ་སྣེ་ཁྲིད་ཐུབ་རྒྱུ་ཡིན་ཐུགས་རེ་གནང་བཞིན་པའི་སྐོར་ཕུན་ཚོགས་ལྷུན་འགྲུབ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། བདུན་ཕྲག་འདི་ལ་བདམས་ཐོན་སྲིད་འཛིན Trump དང SoftBank བཟོ་ཚོང་ཁང་གི་འགན་འཛིན Masayoshi Son རྣམ་གཉིས་ཀྱིས་གསལ་བསྒྲགས་གལ་ཆེན་པོ་ཞིག་བསྐྱངས་འདུག། ངས་དགའ་ཚོར་ཆེན་པོ་ཡི་ཐོག་ནས་གསལ་བསྒྲགས་ཞུ་རྒྱུ་ལ། SoftBank བཟོ་ཚོང་ཁང་གིས་ཨ་རི་ལ་ཨ་སྒོར་ཐེར་འབུམ་བརྒྱ་ཐམ་པའི་མ་རྩ་འཛུགས་རྒྱུ་དང། ཨ་རི་ཡི་ནང་ལ་ཉུང་མཐར་ལས་གནས་འབུམ་གཅིག་ལྷག་བསྐྲུན་རྒྱུ་ཡིན་པ། དེའི་ཡིན་མིན་གཟུགས་ཅོ་རིས་དང་འཕྲུལ་རིག་ལག་རྩལ་གསར་པའི་ལས་གཞི་དེ་དག་གསར་སྤེལ་དང་ཡར་རྒྱས་གཏང་རྒྱུ་ལ་ཕན་ཐོགས་ཆེན་པོ་ཡོད་པ་རེད། མིས་གཟུགས་ཅོ་རིས་གསར་གཏོད་ཀྱི་ལས་གཞི་ཡར་རྒྱས་མགྱོགས་པོ་འགྲོ་བཞིན་ཡོད་ཀྱང་ཅོ་རིས་ཀྱི་ཚད་ལས་བརྒལ་བའི་ནུས་པ་དེས་བདེ་འཇགས་དང་ལྟ་སྐུལ་སོགས་ལ་མིའི་འཚོ་ཡི་དོགས་སློང་བྱེད་ཀྱི་ཡོད་པ་རེད།
ཁྲོམ་བུ་འཛིན་སྐྱོང་གིས་བར་བརྟེན་གཞུང་འཛིན་གྱི་མི་བཟོ་བཅོས་རིགས་ལ་ལྟ་སྐུལ་བྱེད་པའི་ལག་ལེན་མང་པོ་ཞིག་ཕྱི་འཐེན་བྱེད་འདོད་ཡོད་པར་མ་ཟད། ཁོང་ཚོ་ཡིས་མི་བཟོ་བཅོས་རིགས་བཅིངས་འགྲོལ་བཏང་ནས་རྒྱ་ནག་གི་མི་བཟོ་བཅོས་རིགས་ཕམ་པར་བརྒྱབ་སྟེ་འཛམ་བུ་གླིང་ལ་སྣེ་ཁྲིད་རྒྱུ་ཡིན་ཞེས་བརྗོད་ཀྱི་ཡོད་པ་རེད།
ཉེ་ལམ་ནིའུ་ཡོག་ཏུ་འཚོགས་པའི་བཅོས་རིགས་ཀྱི་ལྷན་ཚོགས་ཤིག་གི་ཐོག་ལ་ཚོགས་ཞུགས་པ་མང་པོས་ལྗོངས་རྒྱུའི་བཅོས་རིགས་ཀྱི་མདུན་ལམ་ལ་རེ་བ་ཆེན་པོ་བྱེད་ཀྱི་ཡོད་པ་དང་མཉམ་དུ། དེ་ཡི་ཉེན་ཁ་ཆུང་དུ་གཏོང་ཐབས་སུ། སྲིད་འཛིན་མཆོག་དང་སྒྲིག་གཞི་བརྟན་པོས་ཡོང་རྒྱུ་ཡི་རེ་བ་བྱེད་བཞིན་པ་རེད། བཟོ་ཚོང་ཁང་ཚོས་མིས་བཟོས་ཅོ་རི་ལ་ཕྱོགས་ལྷུང་གི་ལྟ་ཚུལ་ལེགས་པ་དང་ཅོ་རི་གི་ནོར་འཁྲུལ་དང་གོད་ཆག་བཟོ་སྲིད་པའི་ཉེན་ཁ་སོགས་གཡོལ་ཐབས་ཀྱི་ཐབས་ལམ་ཤིན་ཏུ་ཡོད་པ་རེད།
ད་ལྟ་དེ་ཡིས་བཟོ་ཚོང་ཁང་ཚོ་ལ་མིས་བཟོས་ཅོ་རི་གི་ནང་དོན་ཁག་ཕྱི་གསལ་ནང་གསལ་དང་འགན་འཁྲི་ཡོད་དགོས་པའི་བླང་བྱ་བཏོན་ཡོང་པ་མ་ཟད། གང་ཟག་གཞན་ལ་ཁྲིམས་དང་བཟང་སྤྱོད་ཀྱི་ཐད་ནས་འགན་འཛོལ་མི་འབྱུང་ཆེད་རེད། ཐོན་ཁུངས་ཡོད་ཚེ་གངས་ལྗོངས་དུ་བེད་སྤྱོད་གཏོང་རུང་གི་མ་རེད། མི་བཟོ་བཅོས་རིགས་ཀྱི་མ་དཔེ་རྣམས་སྤུས་ཚད་མཐོན་པོ་ཡི་ཐོག་ནས་སྦྱོང་བརྡར་སྤྲོ་རྒྱུ་དེ་བསམ་འཆར་ཡག་པོ་ཞིག་ཡིན་ན་ཡང། གསར་སྤེལ་བྱེད་མཁན་ཚོ་ལ་དགོས་ངེས་ཀྱི་གཞི་གྲངས་དེ་ལྟ་བུར་རག་གི་མེད་པ་དང། ཁེ་ལས་པ་ཚོས་ཚད་འཇལ་བའི་ཐབས་ལམ་དང་གཞི་རྩའི་ཡི་ཚད་གཞི་ཚོགས་པ་ལ་བརྟེན་ནས་མིས་བཟོས་བཅོས་རིགས་ཀྱི་འགྲོ་སྟངས་དང་རང་བཞིན་ལ་ཚོགས་པ་དགོས་པའི་བསམ་འཆར་ཡོད་པ་ཞིག། དེ་ལ་བརྟེན་ནས་ལས་རིགས་འདྲ་མིན་ལ་ཕན་ཐོགས་ཐུབ་པའི་རེ་བ་བྱེད་ཀྱི་ཡོད་ཀྱང་ཁག་ཅིག་གིས་སྟངས་འཛིན་ཞེ་དྲགས་ནན་དྲགས་ན་གསར་གཏོད་དང་འགྲན་བསྡུར་ལ་གནོད་སྲིད་པའི་བསམ་ཚུལ་བཏོན་ཡོད་པ་རེད།
གལ་ཏེ་རྒྱལ་ཁབ་འགའ་ཞིག་གིས་སྟངས་འཛིན་གྱི་ཐད་ལ་ཤུགས་ཆེ་ཆུང་ཅི་རིགས་ཡོད་ཚེ་ལག་རྩལ་བཟོ་ཚོང་ཁང་ཚོས་རྒྱལ་ཁབ་ཁག་བར་ལ་དེ་དོན་གྱི་གནས་སྤོ་བྱ་སྲིད་པ་རེད། མི་བཟོ་བཅོས་རིགས་དེ་རྒྱལ་ཁབ་ཚང་མས་ཐོབ་འདོད་ཡོད་པའི་ཁྱབ་ཁོངས་ཤིག་ཡིན་ཙང་ཁོང་ཚོ་ཡི་སྟངས་འཛིན་བྱེད་སྟངས་ལ་ཡང་འགྱུར་བ་གཏང་གི་རེད། མི་བཟོ་བཅོས་རིགས་ཡར་རྒྱས་འགྲོ་བ་དང་བསྟུན་ནས་འགྲོ་བ་མིའི་རིགས་ཀྱི་རྣམ་དཔྱོད་བེད་སྤྱོད་ཀྱིས་གསར་གཏོད་དང་སྒྲིག་ལམ་གཉིས་བར་ལ་འོས་ཤིང་འཚམ་པའི་སྙོམས་སྒྲིག་དང་གྲ་འགྲིག་པོ་ཡོང་ཐབས་ཤིག་མི་བྱེད་ཀ་མེད་ཆགས་ཡོད་པ་རེད། ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་ཐི་ན་ཁྲེང་ལགས་ཀྱིས་ནིའུ་ཡོག་ཁ་ནས་བཏང་གནང་བའི་གནས་ཚུལ་དེ་ཕབ་བསྒྱུར་དང་ཉན་སྒྲུག་ཞུས་མཁན་ཕུན་ཚོགས་དོན་གྲུབ་ཡིན། མཚམས་འདི་ནས་འཛམ་གླིང་གི་གསར་འགྱུར་ཕྱོགས་བསྡུས་ཞེས་ཁྲི་ལིན་ཆོས་གྲོས་ལགས་ཀྱིས་ཉན་སྒྲུག་ཞུས་གནང་གི་རེད།
ད་ལོའི་ལོ་མགོར་ཐའེ་ཝན་གྱི་སྲིད་འཛིན་གྱི་འོས་མིར་བཞུགས་མཁན་ཁོའོ་ཝེན་ཅེ་ཀྱིས་ཉིས་སྟོང་བཅུ་བཞི་ནས་ཉིས་སྟོང་ཉི་ཤུ་གཉིས་ཀྱི་བར་དུ་རྒྱལ་ས་ཐའེ་པེ་གྱི་གྲོང་ཁྱེར་སྤྱི་ཁྱབ་བྱས་པའི་སྐབས་སུ་སྤྱི་པའི་དབང་ཆ་སྒེར་པ་དེ་འདྲའི་ཁེ་ཕན་ལ་བེད་སྤྱོད་བཏང་པ་དང་ས་ཁང་གི་ཚོང་དང་འོས་བསྡུའི་ཞལ་འདེབས་དང་རྒྱལ་རྩེའི་ཞལ་འདེབས་སོགས་དང་འབྲེལ་ནས་ཨ་སྒོར་ས་ཡ་ཕྱེད་ཀ་ལྷག་གི་ལྐོག་དངུལ་ཟད་ཡོད་པ་སོགས་ཀྱི་ཁྲིམས་འགལ་ནག་ཉེས་བསགས་ཡོད་པ་དེ་རིང་ཐའེ་ཝན་གྱི་གཞུང་གི་ཁྲིམས་རྩོད་པས་ཁྲིམས་ཐོག་ནས་ཉེས་འཛུགས་བཙུགས་འདུག། ད་རང་སྔ་པོ་གྷ་ཛའི་དབུས་སུ་ཕཱ་ལོ་སི་ཐན་མི་རིགས་ཀྱི་གསར་འགྱུར་ལས་ཁུངས་ཆེ་གྲས་མིང་ལ Al Quds ཟེར་བའི་གསར་འགོད་པའི་རླངས་འཁོར་ལ་ཨི་ཛི་རེལ་གྱི་དྲག་ཏུ་རྒོལ་ནས་གསར་ཁང་དེའི་གསར་འགོད་པ་ལྔ་ཨི་སི་རེལ་གྱི་བསད་པ་གྷ་ཛའི་ཕཱ་ལེ་སི་ཐན་གྱི་ལས་བྱེད་ཀྱི་བརྗོད་ཀྱིས། གླིང་ཆེན་ཨེ་ཤི་ཡའི་ནུབ་རྒྱུད་དང་ཡུ་རོབ་ཀྱི་ཤར་རྒྱུད་ཐུག་མཚམས་ཁུལ་དུ་མི་འབོར་ས་ཡ་བཅུ་ལྷག་གི་རྒྱལ་ཁབ་ཨ་ཛ་བེ་ཇཱན་གྱི་མཁའ་འགྲུལ་ལས་ཁུངས་མིང་ལ་ཨ་ཛ་བེ་ཇཱན་ཨེར་ལཱིན་ཟེར་བའི་གནམ་གྲུ་ཞིག་རྒྱལ་ཁབ་དེའི་རྒྱལ་ས་སྦ་ཀུ་ནས་ཨུ་རུ་སུའི་གྲོང་གྲོ་སི་ནི་ལ་ཁ་ས་ཁྲིས་མཱས་ཉིན་འཕུར་རྒྱུ་ལ་ཡོད་པའི་སྐབས་སུ། གློ་བུར་ཨ་ཛེ་བྷ་ཇཱན་གྱི་ས་འབྲེལ་ཚོགས་མིང་ལ་ཁཱེ་སྤེན་མཚོ་ཟེར་བའི་ཕ་རོལ་གྱི་མཚོའི་གྷལ་རྒྱལ་ཁབ་ཁ་ཛཱ་ཁི་སི་ཐན་ལ་ཁ་བསྒྱུར་ནས་ཁ་ཛཱ་ཁི་སི་ཐན་གྱི་ས་ཐོག་ལ་རྫ་དྲག་ངང་བབས་ཐབས་བྱས་པའི་སྐབས་བརྡབ་སྐྱོན་བྱུང་ནས་དེའི་ནང་གི་གནམ་གྲུའི་ལས་བྱེད་ལྔ་དང་འགྲུལ་པ་བཅས་ཁྱོན་མི་ཟླ་དྲུག་ཅུ་རེ་དགུ་ཡོད་པ་ནས་སུམ་ཅུ་སོ་བརྒྱད་དེ་མ་ཐག་རྐྱེན་འདས་དང། མི་ཟླ་ཉི་ཤུ་རྩ་དགུའི་སྲོག་ཐར་པའི་དོན་རྐྱེན་གྱི་རྗེས་འདིར་སྐལ་ལྡན་རྣམས་ཀྱི་སླད་དེ་རིང་ཨ་ཛ་བེ་ཇཱན་གྱི་རྒྱལ་ཡོངས་སུ་མྱ་ངན་སྲུང་བརྩི་གནང་གི་འདུག་གནམ་གྲུ་དེའི་ནང་ལ་ཨ་ཛ་བེ་ཇཱན་རང་མ་ཚད་ཀ་ཛག་ཀིས་ཐན་དང་ཁིར་ཀིས་ཐན་དང་ཨུ་རུ་སུའི་རྒྱལ་འབངས་ཡོད་པ་རེད་འདུག་གནམ་གྲུ་དེས་ཉེ་ལམ་ཡུག་ཀེ་རན་གྱི་འཕུར་གྲུ Drone གྱིས་དྲག་རྒོལ་བཀག་རྒྱུར་ཨུ་རུ་སུས་ཕར་རྒོལ་བྱས་སའི་ཨུ་རུ་སུའི་ས་ཁུལ་ཞིག་ནས་ཁ་བསྒྱུར་ཡོད་པ་སོགས་ལ་བརྟེན་ནས་གནམ་གྲུ་དེར་བརྡབ་སྐྱོན་བྱུང་པའི་རྒྱུ་རྐྱེན་ཐད་དོགས་འཆར་འདྲ་མིན་ཁྱབ་ཡོད་པ་རེད་འདུག། དེའི་ཐད་ཨེ་ཛ་བྷེ་ཇཱན་མ་ཚད་ཀ་ཛག་སི་ཐན་དང་ཨུ་རུ་སུ་གསུམ་ཀས་ཞིབ་འཇུག་འགོ་བཙུགས་ཟིན་པ་བརྗོད་ཀྱིས། ཁ་ས་ཇིའུ་གི་ཆོས་ལུགས་དུས་ཆེན་ཧ་ན་ཀ་འགོ་བཙུགས་པའི་ཉིན་དང་ཁྲིས་མཱས་ལྷན་བྱུང་གི་ཉིན་ཡུ་ཀེ་རེན་གྱི་གྲོང་ཁྱེར་ཁ་ཤས་རང་ལ་ཨུ་རུ་སུའི་ས་མཚོ་གནམ་གསུམ་གྱི་མེ་ཤུགས་འཕུར་མདའ་བདུན་ཅུ་ལྷག་དང Drone བརྒྱ་ལྷག་གིས་རྒོལ་བ་ནི་མི་སྤྱོད་ལས་འདས་པའི་བྱེད་སྟངས་གདུག་རྩུབ་ཅན་ཞེས་ཡུ་ཀེ་རེན་གྱི་སྲིད་འཛིན་ཛེ་ལན་སི་ཀིས་སྐྱོན་བརྗོད་གནང་ཁར། ཨ་རིའི་སྲིད་འཛིན་སྦ་རིན་གྱིས་ཀུན་སྤྱོད་ཆེན་པོ་དང་སྦྲགས་ཡུག་ཀེ་རེན་ལ་ཨ་རིའི་དྲག་པོའི་རོགས་རམ་སྣོན་སྤེལ་སྤེལ་རྒྱུ་གསུངས་སོང། དེ་རིང་ཨུ་རུ་སུས་ཡུག་ཀེ་རེན་ལ་ཡར་ལ་ཞིག་ལ་ཡུག་ཀེ་རེན་གྱི་གསང་བའི་ལས་ཁུངས་ཀྱིས་ཨུ་རུ་སུའི་མཐོ་རིམ་གཞུང་ཞབས་བཀྲོངས་རྩིས་བྱས་པ་གསལ་བསྒྲགས་བྱས་སོང། ཉི་ཧོང་གི་ཕྱི་སྲིད་བློན་ཆེན་ཏཱ་ཀེ་ཤི་ཨེ་ཝ་ཡ་ད་ལོའི་ཕྱི་ཟླ་བཅུ་པར་ལས་གནས་སུ་འཁོད་པ་ནས་བཟུང་རྒྱ་ནག་ལ་ཕྱོགས་བསྐྱོད་དང་པོ་དེ་ཁ་ས་ཉི་མ་གཅིག་གི་རིང་གནང་དུས་ཉི་ཧོང་གི་ཉེ་ཁུལ་གྱི་མཚོ་ཐོག་སོགས་སུ། རྒྱ་མིའི་དམག་མིའི་བྱེད་སྒོ་མང་ལ་ཕྱིན་པ་དང་ཐོན་ཁུངས་ཚོ་རྒྱ་མི་ཁེར་རྐྱང་གིས་འཁྱེར་རྒྱུ་སོགས་ཀྱི་ཐད་ལ་ཉེ་ཧོང་གི་ཐུགས་འཚབ་ཚོ་རྒྱ་མི་ལ་གསུངས་ནས་རྒྱ་ནག་གི་འགྲེལ་བཤད་བརྒྱབ་དགོས་པ་དགོས་འདུན་བཏོན་ཡོད་པ་གསུངས་ཏེ། རྒྱ་ནག་ནི་ཉེ་ཧོང་གི་དཔལ་འབྱོར་ལ་གནས་པོ་དང་རྒྱ་མི་ལ་ཉེ་ཧོང་ནས་འཕྲུལ་ཆ་རིག་པ་དང་མ་རྩ་གནས་པོ་སོགས་ཀྱི་དེ་གཉིས་ཀྱི་བར་ལ་དཔལ་འབྱོར་གྱི་འབྲེལ་བ་ཆེ་བ་གང་ཞིག་ལ་རྒྱལ་རབས་དང་ས་ཆའི་དོན་དང་ལྷག་པར་དུ་དེང་སྐབས་ཉེ་ཧོང་གི་བདེ་འཇགས་སོགས་ཀྱི་ཐད་ནས་ཉེ་བའི་དུས་སུ་གཉིས་པོའི་བར་ལ་འགལ་ཟླ་ཇེ་ཆེར་ཕྱིན་པའི་དུས་འདིར། ཨ་རིའི་སྲིད་འཛིན་གསར་པའི་མགོ་ཁྲིད་སྲིད་བྱུས་གསར་པའི་ཐད་རྒྱལ་སྤྱིར་བློ་འཚབ་ཀྱི་ཁྲོད། དེང་སྐབས་ཐོངས་མཆན་སོགས་བརྒྱུད་རྒྱ་ནག་དང་ཉི་ཧོང་གི་བར་ལ་མཉམ་ལས་གསོ་ཐབས་དེ་དྲ་དང་འབྲེལ་ཚོང་འབྲེལ་དང་བདེ་འཇགས་སོགས་ཀྱི་ཐད་གྲོས་འཕར་མ་བྱ་རྒྱུར་རྒྱ་མིའི་ཕྱི་སྲིད་བློན་ཆེན་ཝང་དབྱི་དང་གཞན་བསང་ཕོད་ཉི་ཧོང་ལ་ཡོང་རྒྱུ་བྱས་འདུག། འཛམ་བུ་གླིང་ནང་དུ་ཆུ་ལོག་གི་ཆུ་རགས་ཆེ་ཤོས་དེ་བོད་དུ་ཡར་ཀླུང་གཙང་པོའི་གཞུང་ལ་བརྒྱབ་ནས་དེ་ནས་ལོ་ལྟར་ཁི་ལོ་བ་ཐིར་འབུམ་སུམ་བརྒྱ་ཙམ་གྱི་གློག་བསྐྲུན་ནས་བཙོང་རྒྱུ་སོགས་ཀྱི་འཆར་གཞིར་རྒྱ་ནག་གཞུང་གིས་ཆོག་མཆན་སྤྲད་འདུག་དེ་དག་གིས་བོད་པ་ལ་ལས་ཀ་བསྐྲུན་རྒྱུ་སོགས་རྒྱ་མིས་ཤེས་ཀྱང་བོད་པ་ཇི་ཙམ་སོ་སོའི་ཕ་མེས་ཀྱི་ས་ཁུལ་ནས་སྤོ་བཅུག་མིན་དང་བོད་ཀྱི་རི་དྭགས་དང་ཉྭ་སོགས་པ་སྲོག་ཆགས་དང་རང་བྱུང་ཁོར་ཡུག་ལ་འཕྲལ་ཕུགས་ཀྱི་སྐྱོན་ཆག་ག་འདྲས་བཟོ་མིན་སོགས་ཀྱི་ཐད་ནས་བློ་འཚབ་དང། ཡར་ཀླུང་གཙང་པོར་བརྟེན་པའི་རྒྱ་གར་དང་བང་ལ་དེཤ་ནང་གི་མི་དང་སྲོག་ཆགས་སོགས་ལ་ཤུགས་རྐྱེན་ག་འདྲས་བྱུང་མིན་དང་ད་དུང་ཆུ་རགས་དེ་ནས་རྒྱ་མིས་ཆུ་ལོན་ན་རྒྱ་གར་དུ་ཆུ་ལོག་གི་དཀའ་ཉེན་བཟོ་རྒྱུ་སོགས་དེ་རིང་མོན་ཁུལ་གྱི་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་གིས་ཉེན་བརྡ་གནང་འདུག།
མཚམས་འདི་ནི་ཀུན་གླེང་གསར་འཛུགས་ཀྱི་ལས་རིམ་ཆ་ཚང་ཉིན་བསྒྲུབས་ཞུ་ས་པ་ཡིན། ལྷན་རྒྱས་ནས་མུ་མཐུད་དུ་ང་ཚོ་དཔེ་ཀློག་གི་ལས་རིམ་ལ་གསན་གཟིགས་གནང་རོགས།